བཀའ་ཤག་གི་ཨ་ནེ་ཅིག་ད་བསམ་བློ་ཡག་པོ་མ་བཏང་བ་ཡིན་ན་རེད་གང་ལྟར་གྱི་བཀའ་ཤག་གི་སྡིག་ལུས་དོན་གཅོད་བརྒྱུད་ནས་ཨ་ནེ་ཅིག་རྒྱ་ནག་གི་གྲོས་བསྡུར་མ་བྱས་བར་གྱི་ནས་ཨ་ནེ་ཅིག་བསྐྱར་བསྐྱར་དགུ་ལོ་གཅིག་མཐའ་དང་ཨང་པའི་ཚེ་བ་བཅོ་ལྔ་གི་ཉིན་མོ་བྱེད་གི་ཡིན་ཟེར་དུས་སྤེལ་ཏེ་ཐག་བཅད་པ་དེ་གི་ང་ཚོ་ཏེས་ཅིག་འགྲིག་མ་སོང་ཟེར་གྱི་འདུག་དེ་ངོ་ནས་ང་ཚོ་གོ་སྐབས་ཤོར་བ་ཅིག་རེད་སྐབས་པས། དེའི་གནས་སྟངས་རྒྱལ་སྤྱིའི་གནས་སྟངས་རྒྱ་ནག་ནང་གི་གནས་སྟངས་བོད་ནང་གི་གནས་སྟངས་རྒྱ་བོད་རུམ་ཅིང་སྐུ་ཚེའི་གནས་སྟངས་གང་ག་ལ་བསམ་བཏང་ཡོད་དུས་ཡང་ཕྱོགས་གཞན་དག་ཅིག་ནས་བལྟས་པ་ཡིན་ན་འདི་གོ་སྐབས་ཤོར་ཡོག་མ་རེད་ཟེར་ལབ་ནས་འདི་རྒྱུ་མཚན་བདེན་པོ་ཆགས་ཀྱི་ཡོད། ཚང་མས་གསལ་པོ་མཁྱེན་ནོར་བ། ད་མི་ང་ཚོའི་ནོར་བ་ཡིན་ན་ནོར་བ་རེད་བ་ག་ཚོད་ཀོ་ཀོ་ནོར་བ་སོ་ཀེ་ཀ་བས་ཁེ་ཡོག་མ་རེད་བ། དེ་ཚོ་ཏྲག་ཏའི་དཔེ་ཚོ་ལོ་རྒྱུས་རེད་བ། ད་ནི་ང་ཚོའི་ནོར་བ་མེད་ཟེར་བ་ཡིན་ནི་རེད་བ་ལོ་རྒྱུས་ཞིབ་འཇུག་བྱེད་མཁན་ཚོས་ཕྱོགས་གཉིས་ཀ་བལྟས་པས་ན། ཨ་ནི། དེ་ཚོ་ཁྱེད་ཚོས་དེ་ལབ་ཤ་དེ་དེ་དེ་བ། ད་ང་རེད་ཅེས་ནི་རེད་བ་ཡིད་ཆེས་བྱས་ལ། ད་དེ་ཁྱེད་ཚང་མ་རྒྱ་བོམ་ཆེ་དེ་བ་ཡོད་པ་དེ་རེད།
ཚེ་སྟོད་གངས་མཚོའི་ནོར་བུ་མེད། གངས་མཚོའི་ལྷ་བསང་རྣམ་དག་བྱའོ་ཞེས་ལྷ་བསང་རྣམ་སྐབས་དེ་དུ་མི་དང། སུ་དོ་སྣང་བྱེད་ཡང་ལྟོས་ཤིག་སྙིང་རྗེས་འདྲ་བྱས་ཏེ། སྐུ་མདུན་སྔོན་མ་སྤྱི་སྟོང་དགུ་བརྒྱ་ང་ཚིག་ང་དགུ་ལོ་ཟླ་བ་གསུམ་པ་ཚེས་བཅུ་རྒྱ་ནག་གཞུང་གི་དམག་སྒར་གདན་འདྲེན་ཞུ་བ་ནང་བཞིན་གྱི་སྡིག་གི་ཞེ་སྣང་ཟེར་ནི་མི་འདུག་ག་ཕྱག་དེ་ཤུགས་ཆེན་པོ་བཞག་བསྡད་འདུག་ད་རེས་རྒྱ་ནག་གཞུང་གི་བདུན་ཕྲག་གཅིག་ནང་ལ་ལན་གཅིག་བཅད་ནས་སྐུ་མདུན་གདན་འདྲེན་ཞུ་འདུག།

ཉེ་ཆར་ཨ་རིའི་རླུང་འཕྲིན་ཁང་གི་ཀོས་ལིང་ལེ་ཚན་གྱི་གཙོ་སྐྱོང་པ་རྡོ་རྗེ་ཚེ་བརྟན་ལགས་དང། བོད་དང་རྒྱ་ནག་གི་ཡེ་ཤུ་པ་ཀུན་དགའ་བཀྲ་ཤིས་ལགས། བོད་ཀྱི་སྲིད་བྱུས་ཉམས་ཞིབ་པའི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་གནད་དོན་འདིའི་སྐོར་བགྲོས་གླེང་གནང་པའི་བརྙན་ཐུང་དུམ་བུ་ཁག་ཅིག་དང། དེ་བཞིན་ནོ་བྷེལ་རླུང་འཕྲིན་ཁང་གིས་ཀྱང་གནད་དོན་འདི་དང་འབྲེལ་བའི་སྐོར་དེ་སྔ་བཀའ་ཟུར་བཀྲ་ཤིས་དབང་འདུས་མཆོག་ལ་བཅར་འདྲི་ཞུས་པའི་བརྙན་ཐུང་ཕྱོགས་བསྡུས་ཞུས་པ་ཞིག་གཤམ་ལ་གསན་གསན་ཡོང་བ་ཞུ། རེད་ད་དེ་ནས་བཀའ་ཟུར་རྒྱ་ལུགས་དུ་འགྲོ་བའི་དེབ་དེ་བསྟན་ཡོང་དུས་ཅིག་ད་བོད་པའི་ངོས་ནས་ཅིག་གོ་སྐབས་དམ་འཛིན་བྱེད་མ་ཐུབ་པ་དང་དེ་ནས་གནད་འགག་འཛིན་མ་ཐུབ་པ་དེ་འདྲ་ཁ་ཤས་ཅིག་བྱུང་སོང་ཟེར་དེ་འདྲ་ཧ་ལས་བས་ཅིག་ཕང་པོ་གི་དེ་འདྲ་གི་དཔེ་དེ་དེབ་གི་ནང་བྲིས་ཡོང་གི་འདུག་ཀུན་དགའ་ལགས་ད་དེ་ནས་གཅིག་དེ་གཅིག་སྟོང་དགུ་བརྒྱ་གྱ་བརྒྱད་ལོར་ཡན་མིན་ཧྥུའུ་ཝེ་ནས་ད་ང་ཚོ་བོད་རྒྱའི་གྲོས་མོལ་བྱེད་པ་ཡིན་ན་བོད་པའི་སྐུ་ཚབ་སུ་ཡོང་ན་ཁྱེད་རང་ཚོ་འདམ་ན་འགྲིག་གི་རེད། ཨ་ནི་གྲོས་མོལ་ག་བ་བྱེད་མཁན་ཡིན་ན་ས་ཆ་དེ་ཁྱེད་རང་ཚོ་འདམ་གི་འདམ་ན་འགྲིག་གི་རེད་ཟེར་ང་ཚོ་ཚུལ་དེ་འདྲ་ལབ་གི་འདུག་ཡིན་ན་ད་བཀའ་ཤག་གིས་ཨ་ནི་གཅིག་ད་བསམ་བློ་ཡག་པོ་མ་བཏང་བ་ཡིན་ན་རེད་གང་ལྟར་གྱི་བཀའ་ཤག་གི་དེ་ལུགས་དོན་གཅོད་རྒྱུ་ནས་ནི་གཅིག་རྒྱ་ནག་གི་གྲོས་བསྡུར་མ་བྱས་པ་བྱས་ནས་ཨ་ནི་བརྒྱ་བཅར་དགུ་ལོ་གཅིག་ཟླ་དང་ཨང་པའི་ཚེ་བ་བཅོ་ལྔ་གི་ཉིན་མོ། བྱེད་ཀྱི་ཡིན། དུ་སྤེལ་ཏེ་ཐག་བཅད་པ་དེ་ག་ང་ཚོ་དེ་སྲིད་ཅིག་འགྲིག་མ་སོང་ཟེར་གྱི་འདུག་དེ་ངོ་ནས་ང་ཚོ་གོ་སྐབས་ཤོར་བ་ཅིག་རེད་པས། ཀུན་དགའ་ལགས།
ད་ལགས་རེད་དེ་རྒྱལ་སྤྱོད་རྒྱ་བསྐྱེད་ཀྱི་གནས་ཚུལ་ཡང་དེ་འདྲའི་ཏན་ཏན་བྱུང་ཡོད་རེད་ད་ཡིན་ནའི་དེ་ཚོ་དེ་ག་རེད་ཟེར་ན་ད་ལོ་ཉི་ཤུ་སུམ་ཅུའི་གོང་ལ་ཡང་ད་ལྟ་ཕར་ཕྱི་གཏན་སློག་པ་ཡིན་ན་ལོ་རྒྱུས་ཆགས་པར་བ། བྱས་ཙང་འདི་ལོ་རྒྱུས་ཟེར་ཡ་འདི་ལ་ཡ། མི་རེ་རེ་གི་འགྲེལ་བཤད་སྣ་ཚོགས་ཡོང་གི་རེད་བསམ་ཚུལ་མི་འདྲ་བ་ཡོང་ཆོག་གི་རེད་ལ་ཏན་ཏན་ཡོང་གི་རེད། ཡིན་ནའི་ང་ཚོ་ཆབ་སྲིད་ཀྱི་གནས་ཚུལ་ལ་ཡ་ལོ་རྒྱུས་དང་འབྲེལ་ཅིང་བསམ་བློ་བཏང་བའི་སྐབས་ལ་ད་ལྟ་བལྟས་པ་ཡིན་ན་ཅིག་གོ་སྐབས་ཤོར་བསྡད་པས་སོ་ན་ཅིག་ག་རེ་ཟེར་ན་ད་ད་ལྟ་ཞུ་བ་ཅིག་གི་ཕྲག་གོ་ཆགས་བསྡད་ཡོད་རེད་པ། ཡིན་ནའི་ལེ་ད་སྐབས་དེའི་སྐབས་ཀྱི་ཕྱག་ལས་གནང་མཁན་གྱི་མི་ཚོས་བལྟས་པ་ཡིན་ན་འདི་ཟབ་ས་ཞུ་བྱེད་མ་བྱས་པ་ཡིན་ན་གནས་སྟངས་ག་འདྲ་རེ་ཆགས་ཡོང་བསམ་དུས་གོ་སྐབས་ལ་ཡང་མ་མཐོང་ར་བ་འདི་འདེགས་ཏན་ཏན་ཡོང་ཁུལ་བྱས་ཙང་འདི་ཡིན་དུས་འདི་གོ་སྐབས་ཤོར་བ་ཡིན་དེ་མིན་ཟེར་ཡ་འདི་ལྟ་ལུགས་རྒྱུས་གནས་ཚུལ་ནས་ཐག་བཅད་ཡ་རེད་དེ་ཡིན་ནའི་ང་རེ་འགལ་གྱི་བལྟས་པ་ཡིན་ན་འདི་འདེགས་ཀྱི་གོ་སྐབས་ཤོར་ཡོད་ར་བསམ་ཙང་འདི་འདེགས་བྱེད་དྲན་གྱི་མི་འདུག། ད་རྩོད་པ་དེ་རེད་བ། རྒྱ་མིའི་ནོར་བ་རེད་ང་ཚོའི་ནོར་དེ་རེད་བ་མ་ཡོང་ཡ་དེ་ཞི་མོལ་མ་ཡོང་ཡ་དེ། ད་ང་ཚོའི་གི་ག་དུས་ཡིན་ནའི་རེད་བ་ད་ང་ཚོ་སེ་ར་རྒྱ་བམ་ཆེ་རེད་བ

ཐོག་མར་ཞི་མོལ་ཀ་མི་ནའི་སྐུ་ཚབ་རེད་པ། སི་ཏྲ་སོགས་གནང་པའི་རྗེས་ལས་ཞི་མོལ་ཀ་མི་ནའི་སྐུ་ཚབ་ཚོགས་པའི་འཕྲིན་ཡིག་དང་མགོ་འཕྲེད་ཀྱི་ངང་བསྐོ་བཞག་གནང་ཡོད་པ་རེད། དུས་ཚོད་ནི་ཁོ། སི་ཏྲ་སྤོར་གསུང་བཤད་མ་གནང་གོང་ནས་གྲ་སྒྲིག་བྱས་ཏེ་ཐོག་མར་ང་ཚོའི་སོབ་འདྲེ་རེད་པ། ཞི་བ་དེ་ཚུད་བསྡད་ཡོད་པ། དེ་དུས་ངས་ཀྱི་རྒྱ་བོད་ཀྱི་ལྷག་བསམ་རྣམ་དག་ང་ཚོས་ཀྱི་ཕོ་ཁང་དུ་ཤེས་བྱ་བདེ་བྱ་དེ་ཕྱི་ནང་མེད་པ། གཉིས་ཕན། རེད་པ། ཀུན་དུ་རྒྱུན་དུ་གནས་ཀ་འདུག་བཞིན། དེ་ནང་བྱ་བ་དེ་ང་ཡིས་ཅི་བྱ་བྱེད་བསམ་ཡོད་རེད། ད་དེ་ལ་ཡང་ཨ་ནི་ད་ནི་གོང་ཆ་དེ་ནང་ལ་ཡང

ང་ཚོས་བཀྲ་ཟེར་ལ་མ་ལྷའི་དུས་སུ་ཞུས་བཞག་ཡོད། ཁོ་ཚ་གོ་ན་དོན་དགོས་པ། ད་དེ་ཅི་ཚོད་ནས་ད་རུང་ཚ་བའི་མར་ལན་བཞག་ཡོད་པ། དུས་ཟད་ནས་ཆང་བསྲུང་བཞག་ཨ་ནི་དེ་ས་ཆ་ག་པར་འདེབས་ནས་བསྲུང་བཞག་ང་ཚོས་བསམ་བྱས་ན་ཇི་ནུས་པ་ཨ་ནི་ཡག་ཤོས་རེད་བསམ་འདུག་ཨ་ནི་སྐུ་ཚབ་ཁྱང་ཚོས་དེ་རྒྱ་བམ་གྱི་སྐུ་ཚབ་སུ་ཡོང་ནས་དྲི་རིས་གསོལ་འདུག་ཨེ་སྐུ་ཚབ་ཐོག་དེ་ང་ང་དེ། སྐུ་ཚབ་ཚོགས་པའི་མགོ་ཁྲིད་བྱས་ཨེ་འདི་རྒྱལ་རོམ་བྱས་ད་ཁོང་ཚོ་མ་བོ་ཡོར་བ་དེ་བོ། བྱས་ནས་སྐུ་ཚབ་ཚོགས་པ་དེ་ཡིན། ཨེ་དེ་ནག་ལས་མཱ་ཀེལ་བན་བོར་ཡོད་རེད། མཱ་ཀེལ་བན་བོར་ཚབ་ནས་དང་པོ་ནས་སེབས་ཁྲ་ཡོད་རེད། Legal Advices། ཨ་ཨ་ནི་འོ་དེ་ནི་བ་བྱས་རེད་བ། དེ་ཁྱེད་ཕ་བཀྲས་སྟོད་རྩ་ནས་ཨེ་ནི

ཚགས་པར་བྱང། ད་རྒྱ་མི་ཁོ་ཚོས་ཚགས་པར་བྱང་སྤྲད་ཚར་བ། ང་ཚོས་གི་རྒྱ་མིག་དེ་འཇོག་སོང། ང་ཚོས་ལན་དེ་ཡིག་ཐོག་དེ་ཕར་ཕེབས་ཡོང་ཚགས་པར་བྱང་ཐོན་པར་བ། ད་དེ་གནས་ཚུལ་དེ་ད་ལྟ་ཀོའོ་གར་དཀའ་ནའང་ཟེར་ན་ཨ་ནི་རྒྱ་མིས་ཚོ། དེ་འདྲ་བཤད་ཞབས་དེ་འཛམ་བུ་གླིང་འགྲོ་སྟངས་མ་རེད་ས་ཆ་ག་བ་ལྟ་བུ་ཨ་རི་ནང་ཁུལ་གོ་ཐུག་ཆེ་བོ་རེད། ཇི་ནི་པར་འགྲིག་གི་འདུག་བས། རེད་བ། དེ་མ་ན་ཧོང་ཀོང་འགྲིག་གི་འདུག་བས།

ནང་ཁུལ་ཡིག་ཆ་ཡིན། རྒྱ་ནག་གཞུང་བཤད་སྟངས་དང་ཁོ་ཚོ་བང་སྒྲིག་སྟངས་དུ་སོགས་ལྟེ་བ་ཡིན། གང་ནས་ཞུ་བ་ནང་བཞིན་རྒྱ་ནག་གཞུང་གི་བེག་ལེབ་དེ་དག་བཅས་ཡ་དེ་དཔེར་ན་ནི་ང་ཚོ་བེ་བེག་དེ་ལྟ་ལྟ་བུ་དང་བཅས་བེ་ཆོལ་ཁ་སོགས་དེ་སྤྱི་རྒྱུད་བེ་མི་ཚང་མ་སྐྱིད་སྡུག་མཉམ་མྱོང་རང་དབང་རང་སྐྱོང་ཐོག་དགོས་ཡ་དང་དུ་སོགས་སྐད་ཆ་བཤད་ཡ་དེ་རེད་མི་འདུག་བ་ཀོ་ག་རེ་ཟེར་ནས་ཏཱ་ལའི་བླ་མ་ཚུར་ཡོང་གོ་གནས་ཅི་སྤྲད་ཏཱ་ལའི་བླ་མ་ཉེ་འཁོར་གི་མི་དུ་སོགས་ལ་གོ་གནས་ཅི་སྤྲད་དེ་བེག་ལེབ་དེ་ནང་ད་མེད་པར་འགྲོ་བ། དུད་འགྲོའི་གི་ཅི་རེད་འདུག་དུད་འགྲོའི་ཆེད་དུ་དུད་སོགས་ཐུགས་ལ་སྐད་ཆ་བཤད་བ་ཡིན་ན། ང་ཚོ་འགྲོ་ཐོ་བ་ཡིན་རུང་འགྲོ་མ་ཐོ་བ་ཡིན་རུང་དོན་དག་སུ་འགྲོ་ཡ་སུ་ཁ་པོ་རེད་བ། འོན་ཀྱང་ཤོག་ཅིག་ཉན་པ་ཅན་ནས་བཤད་ནི། རྒྱ་ནག་གི་དཔོན་ར་དཔོན་རིགས་ཐོ་བ་དཔོན་ར་ནི་དེ། ཏིང་ཞའོ་པེ་དང་ཐུག་ཡ། ཡིན་མིན་ན་དཔོན་རིགས་དུ་སོགས་ཐུག་ཡ་གོ་ག་དུ་ཤོག་ཡོད་རེད་ཟེར་ན་ཅི་བྱས་ན་ཤོག་ཡོད་སེ་ཡ་རེད་ག་རེ་རེད་ཟེར་ནི། དེ་དུ་ག་སུ་ཅིག་ཐུག་ཐོ་བ་ཡིན་ན་ཡང། བོད་པའི་གི་འགྲེལ་བཤད་དེ་གི། ལོ་རྒྱུས་གི་འཕེལ་ཤུགས་དེ་འགྱུར་བ་འགྲོ་སེ་ཡ་རེད་བ་འོན་ཀྱང། སྐབས་དེར་དུ་བས་པའི་ཐོག་ངའི་ཨིར་ཚེ་ཅི་སྟེ་འབྲས་བུག་དེ་ཞེས་ཆོས་སྟེར་བ་ཡིན་ན་སྐབས་དེར་དུ་མི་སུ་དོ་སྣང་བྱེད་ཡ་གཙོ་ཤིའི་སྙིང་བཅས་འདོགས་ཅི་སྟེ། སྐུ་མདུན་སྔོན་མ་སྤྱི་སྟོང་དགུ་བརྒྱ་ང་གཅིག་ང་དགུ་ལོ་ཟླ་བ་གསུམ་པ་ཚེས་བཅུ་རྒྱ་ནག་གཞུང་གི་དམག་སྒར་གདན་ཁྲི་ཞུ་བ་ནང་བཞིན་གྱི་སྡིག་གི་ཞེ་སྣང་སེལ་ནི་མི་འདུག་ད་ཆ་དེ་ཤུགས་ཆེན་པོ་བཞག་བསྡད་འདུག་ད་རེས་རྒྱ་ནག་གཞུང་གི་བདུན་ཕྲག་གཅིག་ནང་ལ་ལན་གཅིག་བཅད་ནས་སྐུ་མདུན་གདན་ཁྲི་ཞུ་འདུག་དེ་ག་རེ་ཆགས་གི་རེད། ཕ་དེ་ཕན་ཚུན་ཕན་ཐོག་གི་རེད་དམ་མ་རེད། དེ་ཐག་མ་ཆོད་ཐག་མ་ཆད་པ་རྒྱུ་མཚན་ག་རེ་རེད་ཟེར་ན། གདན་དྲིན་ཞུ་མཁན་དེ། ཡན་མིན་ཧྥུ་ཡིན། ཡན་མིན་ཧྥུ་མ་རེད་དེ་ག་རེ་ཡོང་དེ། རྒྱ་ནག་གི་ནང་ཆོས་མཐུན་ཚོགས་ཀྱི་ཚོགས་གཙོ། ཀྲའོ་ཕུ་ཁོ་ཁྲོ། རང་གདན་དྲིན་ཞུ་འདུག་ཨ།
ཀྲའོ་ཕུ་ཁྲོ། དེ་འདྲའི་གདན་དྲིན་ཞུ་ཡོང་དུས་ང་ཚོ་རྒྱ་གར་ནང་བཙན་བྱོལ་ནང་ཡུན་རིང་པོ་བཞུགས་ཚར་དུས་འཚོ་བ་ནང་ག་རེ་ཟ་ལེ། ནང་ཆོས་མཐུན་ཚོགས་ནང་ཆོས་མཐུན་ཚོགས་ཟེར་དུ་གཞུང་མ་ར་བ། དེ་ཁོ་ཚོགས་པ་ཕྱིར་བ་མ་ཚད་ནང་ཆོས་ཚོགས་པ་རེད། ཁོ་ཚོས་བཤད་བསྡད་པ་དེ་རྒྱ་ནག་གཞུང་གིས་ག་རེ་ཟེར་རོགས་གཅིག་ཚགས་ག་ཚིག་བྱས་ཐུབ་ཡོད་ན། མ་འོངས་པ་རྒྱ་ནག་གཞུང་གིས་ཁོ་ཚོ་གཅིག་ལས་ཀ་མ་གཉིས་ཁ་ཡོག་ལས་ཀ་འདྲ་མ་འདྲ་བྱེད་དགོས་ན། དེ་ནང་ཆོས་མཐུན་ཚོགས་གང་ལ་ལབ་པ་ཡོད། དེ་ནས་ཁོ་ཚོ་གཅིག་ལས་ཀ་སྡུག་ཅག་བྱེད་ཡོད་ན་དེ་ནས་ག་རེ་བྱེད་དགོས་རེད། དེ་འགན་ག་འདྲ་ཁུར་ཐུབ་རེད་དེ་ཁག་སུ་ཁུར་ཐུབ་རེད་ཟེར་ནས་ད་སྐད་ཆ་དེ་འདྲ་མང་པོ་ཞིག་བྱུང་ཡོད་ས་རེད་བྱུང་ཡོང་དུས། ཐག་མ་ཆད་བར་དུ་ནི་ལྷག་པར་དུ། ད་ལྟའི་དུ་བས་པའི་སྔོན་བྱོན་ནས། ག་ལ་ཀང་ཚང་རྒྱ་མིའི་ཀི། བས་རྒྱ་ཞིབ་མོ་དེ་བས་པའི་གི། དངོས་གནས་ཀི་དེ་གནས་ཚོད་དེ་ཐག་བཅད་ཡག་གི། འདོད་པ་མེད་པ་དུ་ཚོད་ཐུག་ལ་ང་ཚོ་གི་དེ་གསལ་བོ་ཤེས་དགོས་ཡ། དུ་འདྲི་ཅི་ཡ་རེད་དེ་བ་དེ་ག་རེ་ཟེར་ན་ཅི། སི་ར་རེས་པ་དེ་བཅད་དེ་དང་ཨ་རི་ནོ་ནས་དེ་དོན་ཚན་ལྔ་དང་དུ་ཚོད་དོན་བ་དུ་ཚོད་ཐུག་ལ། འགྲོ་གི་མེད་པ། དུག་སོགས་ཚོགས་ནི་དོགས་པ་འདྲ་བྱས་ནས་དེ་འདྲ་ཉོན་མ་བདུན། ཉོན་མ་དྲུག་བདུན་བྱས་ཡིན། དེ་སྔོན་ལ་དེ་འདྲ་བཤད་འདུག་འགྲོ་མ་ཐུ་བ་ཆགས་ཤ་དེ་གཞོང། གཅིག་བྱས་ན། མི་དཔོན་པོ་དང་དུག་སོགས་ལ་ཐུག་ཡག་གི་གོ་སྐ་དེ་ལོས་བ་རེད་འོང་ཆ། བེ། བེ་དོན་དེ་ཐ་མ་གི་ཐག་ཆོད་ཡོང་ཡ། བེ་དེ་ར་བང་དང་ནག་ཚོགས་དེའི། རྩ་དོན་དེ་ཐག་ཆོད་ཡོང་ཡ་དེ་གི་ཐོག་ནས་གོ་སྐ་བྱས་ན། ཁ་ཆེ་ཤོར་ཡོད་ས་མ་རེད་དམ། གནས་ཚུལ་ག་རེ་ཡིན་པའི་གནས་ལས་དེ་ན་ལ་ཡང་གོ་སྐབས་དང་ལྷག་པར་དུ་དེ་ན་ལ་ཡང་གོང་གཅིག་གར་དཀའ་གནང་ཡོད་རེད་ཟེར་ན་དཔེར་ན་པན་ཆེན་རིན་པོ་ཆེ་དགོངས་རྫོགས་ཆེན་པོའི་སྐབས་ལ་སྐུ་མདུན་ཕེབས་ཡ་ས་དེར་དེ་ཚོ་ཚང་མ་ལོག་སྟེ་ད་སྐབས་དེའི་གནས་སྟངས་ལ་ཡང་གཟིགས་རྗེས་ད་གོ་གི་ཡོད་རེད་མ་གཏོགས་ད་ལྟ་བལྟས་པ་ཡིན་ན་གོ་སྐབས་ཤོར་བས་སོང་ད་གཞུག་ཡོད་ན་ཡང་ད་སྐབས་དེའི་གནས་སྟངས་རྒྱལ་སྤྱིའི་གནས་སྟངས་རྒྱ་ནག་ནང་གི་གནས་སྟངས་བོད་ནང་གི་གནས་སྟངས་རྒྱ་བོད་རོམ་གཅིག་སྐུ་ཚེའི་གནས་སྟངས་གང་ག་ལ་བསམ་བཏང་ཡོད་དུས་ཡང་ཕྱོགས་གཞན་དག་ཅིག་ནས་བལྟས་པ་ཡིན་ན་འདི་གོ་སྐབས་ཤོར་ཡོག་མ་རེད་ཟེར་ལབ་ནས་འདི་རྒྱུ་མཚན་བརྟན་གཅིག་པོ་པཎ་ཆེན་ཆགས་རིན་པོ་ཡོད། ཆེ་དགོངས་པ་རྫོགས་པའི་རྗེས་ལ་ཡང ྋགོང་ས་མཆོག་རྒྱ་ནག་ལ་གདན་འདྲེན་ཞུ་ཡས་ཀྱི། ཁོ་རང་ཚོས་གྲ་སྒྲིག་གནང་བ་ཡིན་ན་གནང་ཐུབ་མ་སོང་གདན་འདྲེན་ཞིག་བསྐྱོད་དེ་ཞར་བ། ན་སྐབས་དུས་དུས ྋགོང་བོ་ཡང་ལྡི་ལི་དོན་གཅོད་གནང་བའི་རེ་འགའ་ལ་ཡིན་དུས་གཅིག་སྐབས་དུས་དུས་རྒྱ་ནག་གཞུང་ཚབ་དང་འབྲེལ་བ་རེད་གནས་ཚུལ་ག་རེ་རུ་ཆ་མེད་མཐུན་དུས་ཀྱི་གསུངས་པ་ཡིན། འདི་རིན་པོ་ཆེ་རིན་པོ་ཆེ། པཎ་ཆེན་རིན་པོ་ཆེ་དགོངས་པ་རྫོགས་ནས་སྐུ་མདུན་མཁྱེན་ཏེ་ཟེར་བ། ཨ་ནི་རྒྱ་མིའི་གཞུང་ཚབ

མྱ་ངན་ཆུ་བཙོ་འདི་ཕེར་བ་ན། རེད། ཨེ་ཏེ། བར་ཁ་ཀ་ན་སུ། ཕོ་ཁྱིམ་གྱི་གོག་པོ་ཚོར་ང་ཚོ་མྱ་ངན་བྱས་ཤེས་ཡོད་པ་རེད་མཆོད་འབུལ་བྱས་ཏེ་ཀྱེ་ནི་ན་ཚ་བ་རེད། ཨ་ནི་སྐུ་མདུན་དེ་ཚོ་ནི། ཕྱི་རྒྱལ་མཛད་འཆར་མང་པོ་ཤར་ཡོད་རེད། ཁྱེད་དེ་གའི་ཕར་དེ་ཤེས། ཁྱེད་ནི་ཨེ་འཐད་ཡོད་མ་རེད། ཨ་བོད་པའི་ནང་ཀུན་ལས་ད།

དེ། ཁྱེད་ཚོ་དེ་རྒྱུ་མཚན་དུ་བལྟ་གི་མི་འདུག། ཨ་ནི། ཕལ་ཆེར་ངའི་དེ་ནང་ལས་བྲིས་ཡོད་བསམ་ཆོག་ག་ཟེར་བ་ནི། དེ་འདྲ། དེ་ཚོ་ཕལ་ཆེར་སྐུ་མདུན། ཆིབས་སྒྱུར་གྱི་ཡོ་རེ་བྱེད་ཀྱི་རེད་པ་ཞིག། ཁོང་ཕལ་ཆེར་བློ་སེང་ཙམ་དེ་ལ་ཕལ་ཆེར། ཧོང་ཀོང་མའོ་ཙང་ནང་གི་རྒྱ་མིའི་དང་དུ་འབྲེལ་ཡོད་ལས་བྱེད་དེ་ལ་ཡང་འགྲེལ་བཤད་བྱེད་ཡ་ཏང་ནང་ཡོད་བསམ་ཆོག། བྱས་དུས་གང་ཆག་དེ། གང་ཚོས་ཚུར་སྐྱོན་འཛུགས་བྱས་པ་ཆོག་གི། ད་ད་ལྟ་ང་ཚོ་བོད་པའི་ནང་ལས་ཡོ་རེ། པེ་ཅིན་རིམ་བྱེད་སྐོར་གྱི་སྐུ་མདུན་གྱི་ཕེབས་ཡིན་ན། ཨན་ཐི་ཏི་དང་ཏེང་ཞའོ་ཕིང་གཅིག་རེད་ལྐོག་གཅིག་རེད་གཉེན་གཅིག་རེད། ཨ་ནི་གོ་སྐབས་ཡག་ཤོས་དེ་ཤོབ་རེད་ཟེར་འདུག་སྟེ། ད་ལྟ་ང་ཚོའི་སྤྱི་ཚོགས་ནང་ལས་གཞན་ག་ཚད་ཡོད་རེད་མ་གོ་ཡོད་རེད་པ། ཀོང་ཝུ་དེས་དེའི་འདྲ་པར་གཅིག་གསུངས་ཞུ་དོགས་ག་རེད་གོ་སྐབས་བརླག་རེད། ད་དེ་བཙལ་བ་རང་རེད་ག་ཚད།